སློབ་ཚན་བརྒྱད་པ་བགྲང་བྱ། བགྲང་བྱ་སློབ་ཚན་དེ་འཛིན་གྲྭ་སྨྱོས་པོ་ལ་སློབ་ཚན་གསར་བ་གསར་རྐྱང་རེད། བྱས་ཙང་ང་ཚོ་བགྲང་བྱའི་སློབ་ཚན་སྐབས་ལ་ཡང་ང་ཚོ་ག་རེ་ག་རེ་སྦྱང་གི་རེད་ལབ་པ་ཡིན་ན། དང་པོ་དེ་ལ་ཡང་བགྲང་བྱ་ངོ་སྤྲོད་བྱེད་ཀྱི་རེད། གཉིས་པ་དེ་ལ་ཡང་བགྲང་བྱ་བྲི་ཀློག་སྦྱང་གི་རེད། དེ་བྲི་ཀློག་ལ་ཡང་ང་ཚོ་ག་རེ་སྦྱང་གི་རེད་ཕྱེད་ཀ། གསུམ་ཆ། བཞི་ཆ་དེ་གས་སྦྱང་གི་རེད། དེ་སློབ་ཚན་གསར་བ་སོང་ཙང་དོ་སྣང་ཡག་པོ་ཞིག་གནང་དགོས་རེད་ད་གཟིགས་ཨ་ཨ་ལེ། སློབ་ཚན་དགེ་བ། བགྲང་བྱ། བརྒྱད་ཚར་གཅིག་བགྲང་བྱ་ངོ་སྤྲོད་བྲིས་འདུག་ཨ་ཨ་ལི་ངའི་དང་པོ་ཁྱེད་ཚོ་ལ་ཡ་བགྲང་བྱ་ངོ་སྤྲོད་ག་འདྲས་བྱེད་འོས་མེད་ཅིག་སྟོན་གི་འདའ་དེ་གཟིགས་ཨ། ད་ངས་དཔེ་མཚོན་སྒོར་དབྱིབས་དེ་ལེན་གི་འདའ། དེ་སྒོར་དབྱིབས་དེ་གང་ཚང་རེད་འདུག་ཨ། གང་ཚང་དེ། དུམ་བུ་བཞི་ལ་བགོས་པ་ཡིན་ན། གཟིགས་ན་འདའ། དུམ་བུ་གཅིག་གཉིས་གསུམ་བཞི་ལ་བགོས་འདུག་ཨང། ད་གུམ་དུམ་བུ་བཞི་དེ་གའི་ཆ་ཚང་ལོ་གོ་ཤ་ག་འདྲ་བརྒྱབ་འདུག། ཆེ་ཆུང་ཤོར་འདུག་ཨེ། ཡང་གཅིག་པ་རེད་འདུག་སྟག་གི་མདངས་མཛོ། ཏེ། སྟོབས་ཞྭ་བ་ཆ་ཤས་དེ་གའི་ཆ་ཚང་ལོ་གཅིག་གང་གཅིག་བཙགས་ནས་ཨ་ནི་བཟི་ད། དེ་ཀས་ཆ་ཚང་གཅིག་པར་དུ་བ། བྱས་ཙང་གང་ཚང་གཅིག་དུམ་བུ་བཞི་ལ་ཆ་སྙོམས་སུ་བགོད་དུ་བ། བྱས་ཙང་གང་ཚང་གཅིག་དུམ་བུ་བཞི་ལ་བགོད་པས་འདི་ཆ་ཤས་གཅིག་རེད་བ། བྱས་ཙང། འདི་ལ་ཡང་བགྲང་བྱ་བཟི་བར། ང་ཚོས་གང་ཚང་གཅིག་དེ་དུམ་བུ་བཞི་ལ་བཏང་ཡོད་ན། བཞི་ལ་བགོ་བཤའ་བརྒྱབ་པ་དེ་ཀས་ཆ་ཚང་ལོ་ཆ་སྙོམས་དགོས་ཀྱི་ཡོད་རེད། བྱས་ལ་འདི་ལ་ཡང་བགྲང་བྱ་བཟི་གི་རེད། ད་ང་ཚོས་གློག་སྡེ་འདི་ཡི་ཤོག་ངོས་དེ་ལ་ཡང་གཟིགས་དང། དེ་ལ་ཡང་གྲུ་བཞི། ཤོག་གྲུ་བཞི་མ་གཅིག་དུམ་བུ་བཞི་ལ་ཡང་དགོད་འདུག་ཨ། གང་ཟག་གཅིག་དེ་དུམ་བུ་བཞི་ལ་ཡང་དགོད་སྟངས་ག་འདྲས་སུ་དགོད་དོ། ཆེ་ཆུང་གཅིག་པ་བྱིན་བཞི་ལ་དགོད་འདུག་ཨ། ད་དེ་ནས་ཁྱེད་རང་གིས་དུམ་བུ་བཞི་ནས་གཅིག་རེ་བྱས། སློབ་མ་གཞན་དག་ཅིག་ལ་སྤྲད་པ་ཡིན་ན་སློབ་མ་དེ་ལ་ག་རེ་རག་གི་ཡོད་རེད། དུམ་བུ་གཅིག་པ་གཅིག་རྐྱང་བཞི་ནས་དུམ་བུ་གཅིག་རག་གི་ཡོད་རེད་བ། ཡ་དུམ་བུ་ཆ་སྙོམས་བཞི་འདུག་བ་དུམ་བུ་གཅིག་པ་གཅིག་ཡན་བཞི་ནས་ཁྱེད་རང་རོགས་པ་ལ་ཡ་དུམ་བུ་གཅིག་སྤྲད་སོང་ཨ། བྱས་ཙང། ད་འདི་གར་སྟོན་གི་ཡོད་རེད་བགྲང་བྱ་སྟོན་གི་ཡོད་རེད། གང་ཟག་གཅིག་གི་ཆ་ཤས་སྟོན་གི་ཡོད་རེད་འདི་ལ་ཡ་གང་ཚོད་བགྲང་བྱ་ཟིག་རེད། ད་འདི་འོག་གི་པར་འདི་གས་ཟིག་ད། ཨ་ལས་ང་ཚོ་གར་བྲིས་འདུག་འདི་མ་གྲིག་གློག་ཡིན་ད།

བགྲང་བྱ་ངོ་སྤྲོད་ཀྱི་རྩིས་པ་དེ་ལ་ཡ་བཟི་ཨ། ང་ཚོ་མཉམ་འདུག་གཅིག་ལོག། ཆ་ཤས་གཅིག་པ་ཡིན་པ་རྣམས་ལ་འགྲིག་རྟགས་དང་ཆ་ཤས་གཅིག་པ་མིན་པ་རྣམས་ལ་ནོར་རྟགས་རྒྱོབས་བྲིས་འདུག་ཨ། ཀ་དང་ཁ་གཉིས་མ་གཏོགས་མི་འདུག་ཨ། ཁྱེད་རང་གིས་རི་མོར་བལྟས་ནས་འགྲིག་རྟགས་དང་ནོར་རྟགས་དེ་རྩིས་པའི་ནང་ལ་ཡ་བརྒྱབས་ཚར་འདུག་ཨ། ད་ངས་གཅིག་སྟོན་གྱི་ཡིན་འདི་ཁྱེད་རང་ངོས་ནས་ལན་འདེབས་བྱེད་ཐབས་ཤིག་བྱེད་ཨ། ད་དེ་ལ་སྒོ་དབྱིབས་གཉིས་འདུག་ཨ། སྒོ་དབྱིབས་གཉིས་དེ་ངས་གཏུབ་པ་ཡིན་ན། དུམ་བུ་གཉིས་ལ་ཡ། སྒོ་དབྱིབས་དང་པོ་དེ་ངས་དུམ་བུ་གཉིས་ལ་བཟོས་པ་ཡིན་ན། དུམ་བུ་གཉིས་ལ་བཟོས་སོང་ཨ། ད་དུམ་བུ་གཉིས་ལ་བཟོས་ཡོད་རེད་དེ། དེ་གཉིས་གཉིས་གཅིག་པ་རེད་འདུག་ཨེ། དེ་གཉིས་གཅིག་པ་རེད་མི་འདུག་ཨ། དེ་གཉིས་གཅིག་པ་མེད་ཙང་ང་ཚོས་དེ་བགྲང་བྱ་ཟིག་མ་རེད། ད་དཔེ་གཞན་པ་བྱས་ཟིས་ཨ། གོ་དབྱིབས་འདི། དུམ་བུ་གསུམ་ལ་གཏམས་པ་ཡིན་ན་ང་ཚོས་རྡོ་གསུམ་གཏམས་པ་ཡིན་ན་བསྡད་ཟིས་ཨ། རྡོ་གསུམ་གཅིག་བཏུབ། རྡོ་གསུམ་གཅིག་བཏུབ། རྡོ་གསུམ་གཅིག་བཏུབ་པ་ཡིན་ན། བཏུབ་པའི་ཆ་ཤས་འདི་གའི་ཆ་ཚང་ལོ་གཅིག་པ་རེད་འདུག་བས། འདི་གའི་གཅིག་པ་ལོ་གསུམ་ཆ་ལོ་ཆ་སྙོམས་རེད་མི་འདུག་ཆ་ཚང་འདི་ལ་ཡང་བགྲང་བྱ་ཟེར་གྱི་མ་རེད། སྦྱོང་ཚན་བརྒྱད་ཚགས་གཅིག་ལ་གཟིགས་ད། འདི་དྲི་བ་འདི་ཀློག་ནས་ང་ཚང་མ་ལོ་མཉམ་མདོག་ཅིག་གནང་ཡ་ཡིན་ད། ཆ་ཤས་གཅིག་པ་ཡིན་པ་རྣམས་ལ་འགྲིག་ད་དང། ཆ་ཤས་གཅིག་པ་མིན་པ་རྣམས་ལ་ནོར་ད་རྒྱོབ། ད་གཟིགས་ད་མ་གལ་རི་མོ་འདི་གས་གཟིགས་ད་ཆ་ཤས་གཅིག་པ་རེད་འདོག་རེད་མི་འདོག། ཆ་ཤས་གཅིག་པ་ཡིན་ན་འགྲིག་ད་སྐྱོན་ཡོད་ད་ཆ་ཤས་གཅིག་པ་མིན་ན་ནོར་ད་སྐྱོན་ཡོད་ད་ལས་སླ་པོ་འདུག་བ་ཅིག་གནང་ཨ། བརྒྱད་ཚགས་གཉིས། བགྲང་བྱ་བྲིས་ཀློག་བྲིས་འདུག་ཨ། དེ་ལ་ཡང། བགྲང་བྱ་དྲི་ལོག་སྨྲ་ཤེས་སྒོ་ནས་ང་ཚོས་ག་རེ་ཤེས་འགོག་གི་འདུག་བགྲང་བྱའི་གོ་དོན་ཡག་པོ་ཤེས་འགོག་གི་འདུག་བགྲང་བྱའི་གོ་དོན་དེ་གཟིགས་དང། གར་བྲིས་འདུག་བགྲང་བྱ། གང་ཚང་ཞིག་དུམ་བུ་གཅིག་མཚུངས་སུ་བཏང་བའི་ཆ་ཤས་ལ་བགྲང་བྱ་ཟེར། དོན་དག་ཡག་པོ་གོ་ཚོད་སོང་ཡང་གང་ཚང་གཅིག་དུམ་བུ་གཅིག་པ་ལ་བཏང་བའི་གི་ཨ་ནི་ཆ་ཤས་འདི་འདྲ་གཅིག་ལ་ཡང་བགྲང་བྱ་ཟེར་གི་ཡོད་རེད། ད་དང་པོ་དེ་ལ་ཡང་ཕྱེད་ཀ་ལེན་ཤག། ཆ་ཤས། གཅིག་པ། པར་དང་པོ་དེ་རྣམས་ཡང་གང་ཚང་གཅིག་དུམ་བུ་གཉིས་ལ་བཏང་དུ་ཨ། ཆ་ཤས་གཉིས་ཀ་ལོ་གཅིག་པར་བཞག། པར་གཉིས་པ་དེ་སྲིད་དང་ཆ་ཤས་མི་གཅིག་པ། འདིའི་འོག་དེ་ལ་ཡང་ད་དོ་སྣང་ཡག་པོ་སྤྲད་ཨ། དང་པོ། བགྲང་བྱའི་དཔེ་རིས་ད་དཔེ་རིས་དེ་སྲིད་དང། དཔེ་རིས་དེ་ལ་དང་པོ་གོ་གོ་གང་ཚང་གཅིག་འདུག།

འོག་ལ་ངེད་གཉིས་དེ་གི་གང་ཚང་གཅིག་དེའི་དུམ་བུ་ག་ཚོད་ལ་ཆ་སྙོམས་ག་ཚོད་ལ་བགོས་ཡོད་མེད་དེའི་སྟོན་གི་ཡོད་རེད། གང་ལ་ཨང་ཀི་གཅིག་གི་བྲིས་འདུག་ཨ་བྲིས་དེའི་གང་ལ་ཨང་ཀི་གཅིག་དེའི་གར་སི་ཀོ་རེད། ཆ་སྙོམས་དུམ་བུ་གཉིས་ལ་བགོས་ནས་ག་ཚོད་ལ་ཡ་མཚོན་ནག་པོ་བཏགས་འདུག་ག་ཚོད་ལ་མཚོན་དཀར་པོ་བཏགས་འདུག་བྱས་དུས་ང་ཚོས་ཡི་གེ་ཕྱེད་ཀ་གཅིག་ཕྱེད་ཀ་ལ་མཚོན་དཀར་པོ་བཏང་ཤག་ཕྱེད་ཀ་གཅིག་ལ་ཡ་ནག་པོ་བཏང་ཤག་ད་དེ་ཚུན་སྐོར་གཉིས་ནས་གཅིག། བྱས་ཙང་ཕྱེད་ཀ་བྲིས་སྟངས་འདི་འདྲས་རེད། ད་འདི་ནང་བཞིན་ང་ཚོ་འོག་དེ་ལ་ཡང་གང་བརྗོད་བྱེད་དུ་བློའུ་ཡིན་ད། གང་ཙང་གཅིག་དུམ་བུ་གཅིག་མཚུངས་སུ་བཏང་བའི་གྲངས་དེར་མ་ཆ་ཟེར། མ་ཆ་ནི་གྲངས་ཆའི་འཕྲེད་ཐིག་གི་འོག་ཏུ་བྲིས་ཡོད། རྟ་ཕོ་ཅོ་ངོས་དེ་ཟིག་ཨ། གང་རྩང་གཅིག་དུམ་བུར་བཏང་བའི་ཆ་ཤས་ག་ཚོད་བསྟན་པ་དེ། ལ་བུ་ཆ་ཟེར། བུ་ཆ་ནི་བགྲང་བྱའི་འཕྲེད་ཐིག་གི་སྟེང་དུ་བྲིས་དགོས། བྲིས་དུས། འཕྲེད་ཐིག་གི་སྒང་ལ་ཡ། གཅིག་འཕྲེད་ཐིག་གི་འོག་ལ་ཡ་གཉིས་བྲིས་དུས་འཕྲེད་ཐིག་སྒང་གི་ཨང་ཀི་དེ། བུ་ཆ་བྱས། འཕྲེད་ཐིག་འོག་གི་ཨང་ཀི་དེ་མ་ཆ་དེ་ཐུག་ལ་བཞག་ན་ཨ།

གཅིག་པ་གཅིག་ཡན་ཆ་སྙོམས་གསུམ་དུ་ཨ། འདི་ལ་ཡང་གསུམ་ཆ་ཟིག་རེད། ད་འདི་ག་རེ་གསུམ་ཆ་གཅིག་རོ་ཨ། གང་ཟག་གཅིག་དུམ་བུ་གསུམ་ལ་བཏང་པའི་ཆ་ཤས་གཅིག་རོ་ཨ་གསུམ་ཆ་གཅིག། དེའི་མཉམ་དུ་ལེན་པ་ཡིན་ན། གང་ཟག་གཅིག་དུམ་བུ་གསུམ་ལ་བཏང་པའི་ཆ་ཤས་གཉིས་ལ་ཡང་ག་རེ་ལགས་རེད། གསུམ་ཆ་གཉིས། འདི་གསུམ་ཆ་གཉིས་རེད།

གཉིས་པ་དེ་ལ་ཡང་གང་ཟག་གཅིག་གིས་དུམ་བུ། ག་ཚོད་ལ་ཚོན་བཏང་དོ་དེ་ནས་ག་ཚོད་ལ་ཚོན་བཏང་དོ་ར། ཁ་བ་ཛི་སི་ཨ། ད་དེ་གའི་དཔེ་རིས་དེ་ལ་བལྟས་ཚར་བའི་རྗེས་ལ་ཁྱེད་རང་གིས་ཀློག་སྟངས། དཔེ་རིས་དང་པོ་དེ་ལ་ག་འདྲས་སུ་ཀློག་གོ་རེད་གསུམ་ཆ་གཅིག་ལ་ཀློག་གོ་རེད། ཚོན་ག་ཚོད་ལ་བཏང་དོ་གསུམ་གྱི་ཆ་ནས་གཅིག་ལ་ཚོན་བཏང་ཙང་གསུམ་ཆ་གཅིག་ལ་གོ་རེད། གཉིས་པ་དེ་གསུམ་ཆ་གཉིས། ར། གང་ཟག་གཅིག་ཆ་སྙོམས་གསུམ་ལ་གོ་ཤེས་བརྒྱ་བས་ཆ་ཤས་གཉིས་ལ་ཡང་གསུམ་ཆ་གཉིས། དཔེ་རིས་གསུམ་པ་འདི་ལ་ཡང་སུམ་བརྒྱ་གསུམ་འམ། སུམ་བརྒྱ་གསུམ་མམ་གང་ཚང། ད་འདི་ནས་ག་བ་དེ་གཟིགས་དང་བྲིས་དང། བྲིས་དང་འདི་ལ་ཡང་སུམ་ཆ་གཅིག་བྲིས་དང་དུ་སེ། ཁྲེ་ཐིག་གི་སྒང་ལ་གཅིག་བཅས་ཁྲེ་ཐིག་འོག་ལ་གསུམ། ཁྲི་སྟེགས་འོག་གི་གསུམ་དེ་ལ་ཡང་ཚོས་མ་བྱ་བྱ་ཡིན་པ། ཁྲི་སྟེགས་གང་གི་གཅིག་དེ་བུ་བྱ་བྱ་ཡིན་པ། མ་བྱའི་དོན་དག་ག་རེད་དོ་གང་ཚ་གཅིག་དེ་ཆ་སྙོམས་དུམ་བུ་ག་ཚོད་ལ་བཏང་གི་འདུག་འདི་དེ་ཁྲི། མ་བྱ་ལ་ཁྲི། ཨན་བུ་བྱ་དེ། དེའི་ནང་ནས་ཆ་ཤས་ག་ཚོད་ལ། ཚོན་བཏང་འདུག། འདི། ཁྲི་སྟེགས་ཀྱི་གང་ལ་ཁྲི། དེའི་ནང་བཞིན། དཔེ་རིས་གཉིས་དཔེ་གྱི་བགྲང་བྱ་དེ་གང་འདྲས་བྲིས་ཏོ། ནར་ཏིའི་འོག་ལ་གསུམ་བྲིས་ཏོའང། ཁྲེ་ཏིའི་གང་དེ་ལས་གཉིས་བྲིས་ཏོའང། ཁྲེ་ཏིའི་འོག་གི་གསུམ་དེ་གྱི་དོན་དག་གང་ཚང་གཅིག་དེ། དུམ་བུ་གཅིག་པ་གཅིག་མཁན་གསུམ། དེ་ནས་མཚོན་ག་ཚོད་ལ་བཏང་ཏོ། གསུམ་ནས་གཉིས་ལ་མཚོན་བཏང་ཤ་བྱས་ཚང་གསུམ་གཉིས་གསུམ་ཆ་གཉིས་བྲིས་སྟངས་འདུག་ཟེར། ད་གསུམ་ཆ་གསུམ་བཟི་ད། གང་ཚང་གཅིག་ཕྲ་སྙོམས་དུམ་བུ་གསུམ་ལ་བགོ་ཤ་བརྒྱབ་ཚར་བའི་རྗེས་ལ། སུམ་ཆ་ལོག་ལ་ཚོན་བཏང་དུ་བ་དེ་སུམ་ཆ་གསུམ་རེད། ད་སུམ་ཆ་གསུམ་དང་ག་རེ་གཅིག་པར། གང་ཚང་གཅིག་གཅིག་པར་བ་བྱས་ཙང་སུམ་ཆ་གསུམ་མཚུངས། གཅིག་བྲིས་འདུག་ཨང་ཨ་དོ་སི། བཞི་ཆ། ད་གང་ཚོད་བཞི་ཆ་བལྟ་གིན་གདའ། ཀ་པཱ་དལ་སི་དང། ཀ་དཔལ་གྱི་ཁྲིད་དེ་དཔེ་རིས་ལ་བྲིས་འདུག་ཨང། དཔེ་རིས་འདི་ནི་མ་ལ་ཡ། ཤུ་གུ་གྲུ་བཞི་མ་གང་ཚང་གཅིག་དུམ་བུ་ག་ཚོད་ལ་ཡ་གོ་ཤེས་རྒྱ་དོ། དེ་ཡང། སྒོ་ཤེས་བརྒྱ་པ་འདི་གའི་ཆ་ཚང་ལོ། གཅིག་པ་གཅིག་ཀྱང་རེད་དོ་རེད་མིན་དོ། འདི་བཟི་ཨ། ད་དཔེ་རིས་དང་པོ་འདིར་བཟི་ད། དཔེ་རིས་དང་པོ་འདི་ཡི། ཀློག་སྟངས་ག་འདྲ་ཀློག་རེད། བཞི་ཆ་གཅིག་ཀློག་རེད། གང་ཟག་གཅིག་དུམ་བུ་བཞི་ལ་བཏང་པའི་ཆ་ཤས་གཅིག་ལེན་གི་འདུག་ང་ཚོས་བྱས་ཙང་བཞི་ཆ་གཅིག། གཉིས་པ་འདི་དཔེ་རིས་གཉིས་པ་འདི་བཞི་ཆ་གཉིས། ད་བཞི་ཆ་གཉིས་ཀྱི་དོན་དག་ཤེས་སོང་ཨ། གང་ཟག་གཅིག། ཆ་སྙོམས་དུམ་བུ་བཞི་ལ་བཏང་ནས་ཆ་ཤས་གཉིས་ལ་ཚོན་བཏང་དུ་བཞི་ཆ་གཉིས། གསུམ་པ་སྟེ། དཔེ་རིས་གསུམ་པ་ནང་ལ་བཞི་ཆ་གསུམ། དཔེ་དེ་བཞི་བ་དེ་སྲིད་དང་བཞི་ཆ་བཞིའམ་གང་ཚང། ཏག། ག་པ་དེ་སྲིད་དང་ག་པ་དེ་ག་འདྲེར་དུ། བགྲང་བྱ་དེ་གའི་ཨང་ཀིའི་ཐོག་ཏུ་བྲིས་སྟངས་དེ། བྲིས་དང་དང་པོ་དེ་ལ་ཡ་བཞི་ཆ་གཅིག་བྲིས་དང་དུ་ཟེར་ཏེ། བུ་ཆ་ལ་གཅིག་མ་ཆ་ལ་བཞི། གཉིས་པ་དེ་བཞི་ཆ་གཉིས་བུ་ཆ་ལ་གཉིས་མ་ཆ་ལ་བཞི། པའི་གསུམ་པ་དེ་ལ་ཡ་བཞི་ཆ་གསུམ་བུ་ཆ་ལ་གསུམ་མ་ཆ་ལ་བཞི། ཐ་མ་དེ་བཞི་དང་བཞི་ཆ་བཞི་བུ་ཆ་དང་མ་ཆ་གཉིས་ཀ་གཅིག་པར་བཞག་ཡང་དོན་དག་འགོ་ཚོས་ང། མ་བྱས་དོན་དག། བུ་བྱས་དོན་དག་ཡག་པོ་འགོ་ཚོས་པ་གྱིས་ཨ། ད། བཞི་ཆ་བཞི་ཡིན་ན་ག་རེ་དང་མཚུངས་བ་རེད། གང་ཚང་གཅིག་དང་མཚུངས་བ་རེད་བཞི་ཆ་བཞི། མཚུངས་དག་གཅིག་བྲིས་འདུག་ཨ། ཆ་ཚང་བཞི་ཆ་བཞི་ཡིན་ན་གང་ཚང་གཅིག། སྦྱོང་ཚན་བརྒྱད་ཚང་གཉིས་ལ་གཟིགས་ཨ། ངས་དྲི་བ་འདི་ནི་མ་ཀློག་ཡིན་ད། དྲི་བ་དང་པོ། བཀླགས་ཏེ་བྲིས། ཀ་ཁ་ག་ང་ལྕགས་པ་དུ་སྤྲད་ཞེས་ཁྱེད་རང་གིས། འདི་བགྲང་བྱ་མ་སྤྲད་བཞག་པ་འདི། འདི་ལ་ཡང་ཡིག་ཐོག་ནས་བྲིས་ཨ་མགོ། དྲི་བ་གཉིས་པ། མཚོན་བཏང་བའི་ཆ་ཤས་ལ་བལྟས་ནས་བགྲང་བྱ་བྲིས། དྲི་བ་གཉིས་པ་ལ་ཡང་དཔེ་མཚོན་གཅིག་དང་པོ་སྤྲད་འདུག་ཨ་འདི། དཔེ་མཚོན་འདི་ལ་གཟིགས། གང་རྩ་གཅིག་ལ་ཡང་དུམ་བུ་བཞི། ལ་ཡང་གོས་བཞག་དུམ་བུ་བཞི་སྦྱར་ལོ་གཅིག་པོ་གཅིག་ཡན་རེ་བཞག་དེ་ནས་དུམ་བུ་གཅིག་ལ་ཡང་ཚོན་བཏང་དུ་དྲང་བྱས་ན་གང་འདྲས་བྲིའོ་དུ་བཞི་ཆ་གཅིག་བྲིས་དུའང། དེ་ནང་བཞིན་ཁྱེད་རང་གི། དཔེ་རིས་གཞན་པ་འདི་བརྒྱད། ལ་ཡང་དྲང་བྱ་འདི་ནང་བཞིན། དཔེ་རིས་ལ་བལྟས་ནས་དྲང་བྱ་བྲིས་ཨ། དྲི་བ་གསུམ་པ། དཔེ་རིས་ཐོག་བྲིས། ཡང་དཔེ་མཚོན་གྱིས་སྟོན་ཏོ་བ་དེ། བགྲང་བྱ་དེ་ག་རེད་གཉིས་ཆ་གཅིག་རེད་ཤག། ཕྱེད་ཀ། ལབ་ནས་འབྲི་གི་ཡོད་རེད་གཉིས་ཆ་གཅིག་ལབ་ནས་འབྲི་གི་ཡོད་རེད། ཕྱེད་ཀ། ད་དཔེ་རིས་ནང་ལ་ཡང། ཟུར་གསུམ་མ་གཅིག་དུམ་བུ་གཉིས་ལ་ཡང་དགོས་པས། དུམ་བུ་གཅིག་ལ་ཡང་ཆ་ཤས་ནས་མཚོན་ན་བཏང་ཏོ་བ། བྱས་ཙང་ཁྱེད་རང་གིས་དཔེ་རིས། བགྲང་བྱའི་གི་དཔེ་རིས་སྟོན་པ་ནང་བཞིན། དེ་འོག་གི་དྲི་བ་དེ་ཚོ་ལ་ཡང་དཔེ་རིས་བྲིས་ཨ། སློབ་ཚན་འདིའི་འོག་ཏུ་བྱེད་སྒོ། ཡང་ང་ཚོ་བྱེད་སྒོ་དང་པོ་འདི་བླུགས་ཡིན་ད། བྱེད་སྒོ་དང་པོ་དེ་ག་རེད། རྩེད་ཆས་སྤྲས་ཏེ་བགྲང་བྱ་མཚོན་པར་བྱེད་པ། ད་དེ་ལ་ཡ། རྩེད་མཁན། སྡེ་ཚན་གཅིག་ནང་རྩེད་མཁན་གསུམ་ནས་བཞི་བར། དགོས་མཁོ། ཤོག་བུ་མཐེབ་ཆུ་སོགས་ཆེ་ཆུང། གཅིག་པའི་དངོས་པོ་འགའ་ཤས་བྲིས། བྱ་རྟ་ཀ་བ་དེ་བཟི། དགེ་རྒན་གྱིས་སློབ་ཕྲུག་རྣམས་སྡེ་ཚན་ལ་བགོས་ཏེ་བྱེད་སྒོ་འགྲེལ་བཤད་གནང་བ་དང། རྩེད་ཆས་དཔེར་ན་ཤོག་བུ་དང་མཐེབ་ཆུ་སོགས་སྡེ་ཚན་སོ་སོར་སྤྲོད་དགོས། ཁ་བ་དེ་བཟི་ཨ། དེའི་རྗེས། དགེ་རྒན་གྱིས་ནག་པང་སྟེང་བགྲང་བྱ་ཞིག་བྲིས་པ་དང་སྡེ་ཚན་སོ་སོས་བགྲང་བྱ་དེ་རང་ཉིད་ཀྱི་རྩེད་ཆས་ཐོག་ནས་བསྟན་དགོས། ད་འདི། ཀ་བ་དང་ཁ་བ་འདི་ཀློག་ཨ་ནི་ཁྱེད་རང་ངོས་ནས་རྩེད་མོ་ག་འདྲས་རྩེ་འོ་དོ། རྒན་ལགས་བགྲང་བྱ་སྤྲད་པ་དང་ཁྱེད་རང་ངོས་ནས་ཤོག་བུ་དེ་ཚོ་ཕར་བཏབ་རྩིས་བརྒྱབ་ཨ་ནི་རྒན་ལགས་ཀྱི་བགྲང་བྱ་སྤྲད་པ་ན་བཞིན་ཁྱེད་རང་ངོས་ནས་ཤོག་བུའི་སྒང་ལ་ཡ། ཚོད་འདྲ་བཏང་ནས་སྟོན། ཨ་ལེ་ངས་དཔེ་མཚོན་གྱིས་སྟོན་གི་འདེད་ཟིག་ཨ།

ད་གཟིགས་ཨ། ཤོག་བུ་གང་ཟག་གཅིག་དེ་དུམ་བུ་ག་ཚོད་ལ་གོ་ཞེས་བརྒྱད་དོ། གཅིག་གཉིས་གསུམ་བཞི་ལ་གོ་ཞེས་བརྒྱད་དོ། གལ་ཏེ་རྒན་ལགས་ཀྱིས་ནག་པང་གང་ལ་ཡང་བཞི་ཆ་གཅིག་བྲིས་ཡོད་ན། ང་ཤོག་བུ་གང་ལ་བཞི་ཆ་གཅིག་སྟོན་དགོས་རོ། ཨ། ཤོག་བུ་གང་ལ་བཞི་ཆ་གཅིག་ག་འདྲས་སུ་སྟོན་གྱི་རེད། གང་ཟག་གཅིག་དུམ་བུ་གཅིག་གཉིས་གསུམ་བཞི་ལ་ཡང་ཆ་སྙོམས་དགོས་འདུག་ཨ། བཞི་ནས་བཞི་ཆ་གཅིག་བཞི་ནས་གཅིག་ལས་ཚུལ་འདྲ་དང་དུ།

སྲན་མ་གཉིས་ཁྱེད་བ། སྲན་མ་གཉིས། ཡང་ཨ་ནི་རྒན་ལགས་ཡིས་ཁྱང་ནག་པང་གང་ལ་ཡ། ཆད་ཁ་བྲིས་ཡོད་ན། གཉིས་ཆ་གཅིག་ཆད་ཁ་བྲིས་ཡོད་ན། ཨ་ཁྱང་གིས། སྲན་མ་གཉིས་དེའི་ཆད་ཁ་བཏང་དགོར་བ། ཆད་ཁ་བཏང་སོ་དེ་དུམ་བུ་གཉིས་ལ་ཆ་སྙོམ་བཏང་དགོར། དུམ་བུ་གཅིག་དུམ་བུ་གཉིས་བཏང་སོ་དེ། དུམ་བུ་གཉིས་ཨ་དུམ་བུ་རེ་རེ་ནང་ལ་ཡ་རེ་རེ་ཡོད་ན་ཨ་ཆ་སྙོམ་ཆགས་སོང་ཨ། ཨ་དེ་ནས་ངས་གཅིག་ལེན་པ་ཡིན་ན། ངས་གཉིས་ནས་གཅིག་ལེན་སོ། གཉིས་ནས་གཅིག་ལེན་ན་ཨ་ནི་ཕྱེད་ཀར་བ། བྱེད་ས་འདི་གཉིས་ཆ་གཅིག་ཕྱེད་ཀ། དྲ་ཕྱེད་ན་དུ་བརྩི་དགོས་རེད། ད་བྱེད་སྒོ་གཉིས་པ་དེ་བཟི་ཨ། བྱེད་སྒོ་གཉིས་པ་དེ་ག་འདྲས་སྣང་ཡ་རེད་དོ། བྱེད་སྒོ་གཉིས་པའི་མིང་ལས་བགྲང་བྱ་དྲི་ལོར་བཞག། ཨ་ནི་རྩེ་མཁན་སྡེ་ཚན་གཅིག་ན། རྩེ་མཁན་གསུམ་ནས་བཞི་བར་དགོས་མཁོ་ཤོག་བུ་ས་སྨྱུག་ཞྭ་སྨྱུག། ཀ་པ་ཛི་ཨ། དགེ་རྒན་གྱིས་སློབ་ཕྲུག་རྣམས་སྡེ་ཚན་ལ་བགོས་ཏེ་བྱེད་སྒོ་འགྲེལ་བཤད་གནང་དགོས། ཁ་པ། སློབ་ཕྲུག་སྡེ་ཚན་ཞིག་གིས་ནག་པང་སྟེང་གི་བགྲང་བྱ་ཞིག་བྲིས་པ་དང། སྡེ་ཚན་གཞན་དེས་བགྲང་བྱ་དེ་ཀློག་དགོས། པར་ལ་སྟོན་པ་ན་ཤིང་ནག་འགོར་དག་གིས་མནན་མཛོད། ད་ཁ་པ་ཛི་ཨ། དེ་ལྟར་སྡེ་ཚན་ཚང་མར་གོ་སྐབས་ཐེངས་གཅིག་ཐོབ་རྗེས། སྡེ་ཚན་གང་རུང་ནས་འགོ་བཙུགས་ཏེ། སྡེ་ཚན་དེས་བགྲང་བྱ་ཞིག་ཀློག་པ་དང་སྡེ་ཚན་གཞན་ཞིག་གིས་བགྲང་བྱ་དེ་ནག་པང་སྟེང་བྲིས་དགོས། ང་པ་དེ་སིའ། དེ་ལྟར་རེས་མོས་ཀྱིས་ཐེངས་ཁ་ཤས་བྱེད་དགོས། བྱེད་སྒོ་གཉིས་པ་འདི་ང་རང་ཚོའི་ངོས་ནས་ཀློག་ཡུལ་ཀློག་གི་པར་ལ་ཡ་བལྟས་ཨ་ནི་ཆ་ཚང་ཅིག་གྲུབ་པར་སྣང་ཨ། ང་ཚོ་བགྲང་བྱའི་སློབ་ཚན་དེ་སྦྱངས་ཚར་བའི་རྗེས་ལ་ང་ཚོས་ག་རེ་ཤེས་འགུག་དོ། ང་ཚོས་དང་པོ་དེ་ལ་ཡ། བགྲང་བྱའི་གོ་དོན་ཤེས་དགོས་པ་རེད། བགྲང་བྱའི་གོ་དོན་ཡག་པོ་ཤེས་པ་བྱས། གཉིས་པ་དེ་ལ་ཡ། ཕྱེད་ཀ་དང་བཞི་ཆ་ངོས་བཟུང་བྱེད་ཐུབ་པ། གསུམ་པ་དེ་ལ་ཡ། ཕྱེད་ཀ་དང་བཞི་ཆ་དཔེ་རིས་ནང་སྟོན་ཐུབ་པ་བྱེད་དགོས་རེད། བཞི་པ་དེ་བཟི་དང། མ་ཆ་དང་བུ་ཆ་ངོས་བཟུང་བྱེད་ཐུབ་པ།